ནང་སྒྲོག་པ། གར་ལེན་འདི་ཚོགས་གནང་རོགས་སྙིང་པས་ཞིག་བྱ་ཡིན་ན། རྡོ་རི་ནོ་དེ་ཚོགས་གར་ལེན་སོ་མ་དགོས་གཟུགས་བྱ་ཡིན་ན། རྨ་ནག་གི་སར་ན་སྨྱང་བཏང་བྱ་ཡིན་ན་རྡོ། ལོ་ནག་ཡོང་པའི་ལོ་རྡོ་མི་སྤྱོད་བྱ། སྟན་སྟན་མི་བཞེངས་བྱ་ལོ་ནག་ལ། སྟན། སྐུ་གསུང་ཐུགས་སྟན། མཆོད་རྟེན་འདི་གཟུགས་མི་བཞེངས་བྱ། སྟན།

གསར་བདག་གཟིམས་ཕུང་ནག་པོ་ནི། ནག་པོ། ལཱས་དང་བྱ་བ་ཀུན་ལ་ངན། ཅི་ལ་ཞིག་སྤྱོད་ན་གསར་བདག་ངན། གཟིམས་ཕུང་གི་བྱ་བ་སྔར་ནས་རྫོགས། བུ་སྐྱེས་ཕྱི་བཞིན་ཕ་མ་དགྲལ། གཟིམས་ཕུང་ལ་སྐྱེས་ན་འཕྲིག། ཤི་བྱ་མི་གསོན་བྱ་ཕ་མ་ནང་དགྲལ་བྱ། གདོང་ཐུག་མི་བྱ་ངེས་པར་ཐེབས། གཟིམས་ཕུང་པོ་ཡིན་ན་དེར་ལྷོ་ན་སྤྱང། སྤྱང་ན་ལྷོ་བ་བྱ་བྱ་ལ། ཤར་ན་ནུབ་བ། ཁོ་བར་གདོང་ཐུག་ག་མི་བྱ་བྱ་ངན་དང། གཟིམ་ཕུང་པོ་ཤར་ན་ནུབ་བ་ཡོང་བ་ན་ང་ཏང་ནུབ་ན་ཤར་ལ། ཁོ་བར་དང་ཐུག་ག་མིན་ཆ་ཆ་ཟེར་འདི་འདྲ། བྲག་པའི་ལ་ལ་འདི་དང་སྟུན། བྲག་ལ་ཤོད་ཆ་ན་གཟིམ་ཕུང་ནང་སྟུན་ནི་ཁོ་ཡོད་དོ་ཡོད་འདི་ན། ཁོ་སང་བྲག་ལ་ཤོད། འདི་ཉིད་བསྒྲིབས་ན་ད་རྡོ་ཨ་ཆི་བེད་ནི་ད་མ་ཐུག་སི་མ་ཡན་ན། འདི་བཞག་ཆ་གོ་ཤོད་ང་ལེ་ཨ་ཡན་ན་གཟིམ་ཕུང་ཡོང་རག་དུ་ན་ང་ཆ་གོ་ཤོད་ཟེར་ན། ནས། ར་གོ། ར་མེ་གོས་ཁྱོང་ད་ཅོ་སྐ་ད་གོས་ཨོ་ཏོ་ས་སྐྱེ་ཙོ། མེ་ལོང་ཏོག། མེ་ལོང་གཅིག་ཏག་སེ་ཏོ་ལིང་རྒུ། ལིང་རྒུ་བྲིས་ལོ་དེ་ཀ་བྲིས་ཅ་ཤེས་ཙོ། ཕྱོགས་སྟེར། ར་གོ་ཆར་བ་སཐུབ། དེ་ངོ་སྤ་ཨེ་ན་ཡོང་ཁ་ནི་ཕྱོགས་སྤུ་ངོ་སྤ། ར་མེ་གོས་ག་ཨོ་དེ་མེ་ལོང་གཅིག་ཤ་རེ་དེ་ཀ་བྲིས་ཅ་སྐ་ཡོད་ཙོ་དེ་ཚང་མ་ཅོ་ན། ནེ་ཁོ་ཡང་སྒག་ཐུབ་པའི་ལུགས།

རྫ་བ་བདུན་དཔེང། ཉིས་བཞི་ཡོངས་ས་བཅུ་གསུམ་བཟུང། ལོ་གཅིག་དཔེང་ཚར་བཅུ་གསུམ་ཡོང་བ་ལོ། རང་སྟོང་གཡན་གོང་དབང་བར་བཤད། སྒྲོ་གཏུག་སྤྱི་ཡང་འཛིན་པར་བྱ། སྤྱི་ཡང་འཛིན་པར་བྱ་ལ་འཛེམ་བྱ་སྟེ་བྱ། མ་འཛེམ་འཚེ་བ་སྤྱི་ཡང་འབྱུང། མ་འཛེམ་ན་ལྷོ་སྐལ་ལྡན་དེ་གཟུགས་དང། དམར་པོ་བཟོ་རིགས་བྱ་གྱུར་ན་མི་ཀུན། ཕྲ་ཕྱུགས་སྨེ་བ་འབྱུང། ཁྱིམ་འགྲིག་ཁྱིམ་ལེན་ལ་ཡང་ངན། མཐར་ཐོན་མི་འགྱུར་བཀྲ་མི་ཤིས། འདི་བྱ། ལྟས་ངན་སྐྱེས་པའི་མི་དག་ནི། ཚེ་གང་གཟུགས་བསྔལ་མང་བ་ཡིན། འདི་བྱ་སྤྱོད་ན་གཟུགས་བསྔལ། དུར་བཏབ་བཅའ་ན་འཆི་བདུད་དབུལ། དུར་རིགས་དེ་ལས་ཁོ་ཡང་མི་བྱ་བྱས་ན་འདི་བྱ། སྤུར། སྤུར་གང་རིགས།

ཟླ་བ་གསུམ་པའི་ཚེས་དཔའ་དགུ་བ་ཡོང་ནུབ། ཟླ་བ་བཞིའི་ཚེས་བདུན་ལ་ཡོང་ནུབ། བཞི་པའི། ལྔ་པའི། ལྔ་པའི་ལྔའི་བྱ་དགའ་ཡོང་ནུབ་རྡོ་ཡི་དུས་ཡོངས་འཆར། ཟླ་བ་ལྔ་པའི་ཚེས་དཔའ་ལྔ་ཡན་གོང་ཡོང་ནུབ། ཟླ་བ་དྲུག་པའི་ཚེས་བསུ་མ་ཡོང་ནུབ། ཟླ་བ་བདུན་པའི་ཚེས་དཔའ་གཅིག་ནང་ཉི་ཤུའི་དགུ་བ། འོ་དེ་ཟླ་བ་བདུན་པའང་གཉིས་ལ་ཡོད་པ་སང་བཅུ་གསུམ་སོང་ཟིན་ནོ་མེད་ན་ཚེས་ཡང་རེ་རེ་བས་ནི་མི་འདུག་བདུན་པའང་གཉིས་ཡོང་ནུབ། ཚེས་ཀྱི་བཞག་ན་བཅུ་དགུའི་བྱ་དགའ། ཚེར། ཟླ་བ་བརྒྱད་པའི་བཅུ་བདུན་ནི་བྱ་དགའ་ཡོང་ནུབ། ཟླ་བར་དགུ་པའི་ཉི་ཤུའི་ལྔ་ཡོང་ནུབ། ཟླ་བར་བཅུ་པའི་ཉི་ཤུའི་གསུམ་ཨ་ཡོང་ནུབ། ཟླ་བ་བཅུ་གཅིག་པའི་ཉི་ཤུའི་གཅིག་ཨ་ཡོང་ནུབ། ཟླ་བ་བཅུ་གཉིས་པའི་བཅུར་དགུའི་བརྒྱ་ཧ་ཡོང་ནུབ། སོང་པ་འཛིན་ཨང་རེ་རེ། ཟླ་བ་བདུན་པའང་ཚེར་གཉིས་ཡོང་སྲིད་པ་བཅུ་གསུམ་ཡོང་སྲིད་ནོག་ཆར་དག་ཡང་སྟོང། ཨོ་དོ་ནོ་ཡ།